ཆོས་བྱས་པ་ལ་གལ་ཆེ་ཤོས་དེ། རང་གཅིག་བུ་ཚོའི་སེམས་ནས་དེ་ཡག་དེ་གལ་ཆེན་པོ་རེད་ཟེར་གསུང་གི་ཡོད་རེད་ད་བཀའ་གདམས་པའི་བླ་མ་མཆོག་གིས་རེད་འདུག་ག་མང་པོའི་ནང་དང་ཚོགས་པའི་ནང་ལ་ཡག་ཆོས་བྱེད་དགོས་ན་དཀའ་ལས་ཁ་བོ་རེད། ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ན་ད་ལྟ་ང་རང་ཚོའི་སེམས་དེ་བག་མེད་པའི་དབང་དུ་འགྲོ་གི་ཡོད་རེད། རེད་འདུག་བ། གཞན་དབང་གི་ཐོག་ནས་འགྲོ་གི་ཡོད་རེད། ཡུལ་གྱི་རྐྱེན་གྱི་དབང་དུ་འགྲོ་བསྡད་པ་མ་གཏོགས་ཡུལ་གྱི་རྐྱེན་སླེབས་ན་ཡང་དེ་ལ་ཡ་དེ་ཡི་བར་དུ་བཅོས་མ་ཐུབ་པར་སེམས་ལ་རང་དབང་ཐོབ་ཡོད་མ་རེད། ད་དེ་འདྲ་གཅིག་གི་རང་དབང་མ་ཐོབ་པའི་སྐབས་དེ་ལ། བཅོམ་ལྡན་འདས་ཀྱི་བག་ཡོད་པའི་རྣལ་འབྱོར་ཟེར་ཡ་དེ་ལ་ཡ་བསམ་བློ་ཅིག་བཏང་ནས་དེ་ནི་གཅིག་སོ་སོའི་གི་ཁ་ཐབ་འཇོན་ཐང་ག་བ་སམ་བ་བཏང་བ་ཡིན་ན་ཡང་ད་གཟབ་གཟབ་ཅིག་བྱེད་དགོས་ཀི་འདུག། དྲན་ཤེས་བག་ཡོད་ཀྱིས་གཏན་བྱེད་ནས་གཟབ་གཟབ་བྱེད་ཡ་གི་དུས་ཚོད་ཅིག་རེད་འདུག་མ་གཏོགས་ད་གཅིག་གི་ཁ་གདང་མིག་རང་བྱེད་ནས་ཞི་བུ་ཅིག་རེད་ཟེར་ནས་བཤད་བསྡད་བ་ཡིན་ན། གནས་སྐབས་ལ་ཡ་ཕན་ཐོག་ཡོང་གི་མི་འདུག་ཕུགས་ལ་ཡ་ཕན་ཐོག་ཡོང་གི་མི་འདུག། ད་དེ་ཡོང་དུས་ཙང་བ་ག་རེ་དགོས་ཀི་འདུག་ཟེར་ན་དང་པོ་ལུས་དབེན་པ་བསྡད་ཡ། ངག་དབེན་པ་བྱེད་ནས་བསྡད་ཡ། སེམས་དབེན་པ་བྱེད་ནས་བསྡད་ཡ་དེ་གལ་ཆེན་པོ་རེད། དེ་གལ་ཆེན་པོ་རེད་འདུག་བ། ཉམས་ལེན་སྐབས་སོགས་ལ་དེ་ཤེས་ར་གལ་ཆེན་པོ་རེད། ང་ཚོ་ཐུན་བཅད་དགོས་ཡ་རྒྱུ་མཚན་དེ་རེད་བ། ཐུན་བཅད་སུས་བསམ་པ་ལ་སྒོ་བསྡམ་སྒེའུ་ཁུང་བསྡམ་སུ་དང་ཡང་རྣ་བ་མི་བྱེད་རང་གཅིག་པུ་བསྡད་ཀྱི་ཡིན་ཟེར་བའི་རྒྱུ་མཚན་དེ། ཁོ་དེ་ནང་ལ་འཛུལ་དགོས་པའི་དོན་དག་ཅིག་ཡོད་རེད། མི་དང་འབྲེལ་བ་བྱས་ནས་སྐད་ཆ་བཤད་ལག་ལེན་ཐབས་སྡུག་ཅིག་བྱས་པ་ཡིན་ན། བར་ཆད་ཅིག་ཡོད་པ་ཤེས་ཡོང་དུས་ད་ནས་ཐུན་བཅད་ནས་བསྡད་ཀྱི་ཡོད་རེད། དེ་མཐུན་སྐྱེས་བའི་རྒྱུ་མཚན་ག་རེ་ཟེར་ན་གཞན་ལ་སྐད་ཆ་ལབ་ལབ་མང་པོ་བྱས། བཤད་བཤད་མང་པོ་བྱས། དེ་འདྲའི་འབྲེལ་བ་མང་པོ་བྱས་པ་ཡིན་ན་ཨ་ནི་དེའི་ཆགས་སྡང་གི་སྐད་ཆ་ཞིག་མ་གཏོགས་མེད་པ་ཡིན་དུས་དེ་ནི་ང་ཚོའི་སེམས་རྣལ་དུ་གནས་ཐུབ་ཀྱི་ཡོད་མ་རེད། རེད་འདུག་བ་འོ། དེ་ལ་བརྟེན་ནས་དཔའ་སྤྲུལ་རིན་པོ་ཆེ་དེ་ལུས་པའི་དབེན་པའི་རི་ལ་གཅིག་པུར་སྡོད།

དེ་གསུངས་པའི་སྐབས་སུ། ལུས་སྦས། དང་པོ། ལུས་སྦས། དཀོན་པའི་རི་ལ་གཅིག་པུར་སྡོད་དེ་ཐུགས་ཚིག་ཚུལ་སོགས་བྲིས་ཏེ་འཕེལ་དོགས་ཆེན་པོ་ཡོད་རེད་ཞེ་སྡང་ཆེན་པོ་ཡོད་རེད། ལུས་སྦས་ཟེར་བའི་སྐབས་སུ། མི་དང་ཕ་ཚུལ་འབྲེལ་པ་བྱེད་ཐབས་མ་བྱེད་གསུངས་ཀྱི་ཡོད་རེད་ད་ཆོས་པ་ཡིན་ན་ཟེར་གྱི་ཡོད་རེད་ད་ཆོས་རྣམ་དག་ཅིག་བྱེད་བསམ་ན་བསམ་གྱི་ཡོད་རེད་མ་གཏོགས་དེ་ག་གི་སྐད་ཆ་མ་རེད་ད་ཆོས་རྣམ་དག་ཅིག་ལ་ང་ཚོས་རེ་བ་བརྒྱབ་ནས་ང་ཆོས་རྣམ་དག་ཅིག་བྱེད་ཀྱིན་ཡིན། ད་དུས་ཚོད་འཕྲོ་ལ་བཏང་གི་མེད་ཅིག་ཆོས་བྱས་རྗེས་མང་པོ་ཅིག་ཤེས་བསྡད་ན་ཉི་མ་ད་ཟླ་བ་འདུག་སེང་འབྲོག་སྡེ་བའི་སྐབས་སོགས་ལ་ཕན་ཐོགས་ཤེས་ར་གང་ཡང་མི་འདུག་ད་བྱེད་པ་དོན་ལྡན་ཅིག་དགོས་ཀྱི་འདུག་བྱེད་པ་དོན་ལྡན་བྱེད་ཡག་ལ་དང་པོ་མགོ་དེ་གང་ནས་བཙུགས་དགོས་ཟེར་ན་ལུས་སྦས་སོང་ཤག་ལུས་སྦས། དབེན་པའི་རི་ལ་གཅིག་པུར་སྡོད་ཟེར་དབེན་པའི་རི་ཟེར་ན་གནས་དབེན་པ། གཡས་རི་གངས་རི་གཟའ་རི་ད་དེ་ཚོ་རབ་ཏུ་བྱུར་བ་རེད། དེ་ལྟར་མིན་ན་ཡང་ཅིག་སོ་སོའི་ཁྱིམ་གྱི་དང་སོ་སོའི་ཁང་མིག་ནང་ལ་བསྡད་པ་ཡིན་ན་ཡང་ཞེ་དྲག་ཕག་སོའི་འདྲེས་པ་མ་བྱེད་གསུང་གི་ཡོད་རེད། ག་ཚོད་ཡིན་ན་ཡང་རི་དྭགས་རྨས་མ་ནང་བཞིན་བྱས་ནས་བསྡད་ཐུབ་གི་རེད། རི་དྭགས་རྨས་མ་དེ་ཚོ་བསྡད་དེ་རི་དྭགས་གཞན་དང་མཉམ་འདུག་ཡ་འཚོགས་པ་བྱས་ནས་འགྲོ་གི་མི་འདུག་ག་ག་སོ་ཁོ་རྨས་རྨས་སྐྱོན་ཡོད་པ་ཡིན་དུས་ད་ལྟ་རྨ་དེ་དཀྲུགས་ཡོང་བསམ་པ་འདྲ་བོ། སྦྲང་མི་ཡོང་བསམ་པ་འདྲ་བོ་དེ་འདྲས་ཀྱི་འཇིགས་སྐྲག་གི་ཐོག་ནས་ཁོ་རི་དྭགས་གཞན་དང་མཉམ་འདུག་ལ་ཡ་འགྲོ་གི་ཡོད་མ་རེད། དེ་ལྟ་བུ་བྱས་ནས་ཡང་ན་ལུས་པའི་དབེན་པའི་རི་ལ་གཅིག་པུར་སྡོད་ཟེར་དུས་རང་གཅིག་པུ་བསྡད་ཚུགས་པ་བྱེད་དགོས་རེད། དེ་ཕན་ཐོགས་ཡོད་རེད་ག་ཟེར་ན་རང་བརྟན་པོ་ཡོང་ཐུབ་ཀྱི་རེད་གསུང་བ་རེད། ང་བས་རྣ་བ་མང་མང་སྦེད་རྗེས་ཁྱོད་ཟེར་ད་སྐད་ཆ་གང་བྱུང་མང་བྱུང་བཤད་མ་བསྡད་གསུང་གི་ཡོད་རེད་ད་གོ་བདེ་བོ་བྱས་ན། ད་ང་ཚོ་ཆོས་པ་ཡིན་ཟེར་གྱི་ཡོད་རེད་ཆོས་བྱེད་པ་ཡིན་ཟེར་གྱི་ཡོད་རེད་ཡིན་ན་ཡང་སྐད་ཆ་མང་པོ་བཤད་དགའ་བོ་འདུག་བྱས་ད་མ་ཤི་སྐད་ཆ་མང་པོ་ཞིག་བཤད་དེ་ནས་སྐད་ཆ་བཤད་པ་དེ་ཚོ་ཡང་དོན་ལྡན་གྱི་སྐད་ཆ་སྟེ་དཀའ་ལས་ཁག་པོ་རེད་ཉུང་ཉུང་རེད། དོན་མེད་པའི་སྐད་ཆ་ཆགས་སྡང་སྤེལ་ཡག་རང་ཡང་ཆགས་སྡང་ལ་སྦྱོར་ཡག་གཞན་ཡང་ཆགས་སྡང་ལ་སྦྱོར་ཡག་ད་དེ་འདྲའི་གཅིག་གི་སྐད་ཆ་མང་པོ་ཅིག་བཤད་བྱ་བའི་སྐབས་སུ་བལྟས་ནས་ཁ་དོན་དགེ་སྦྱོར་ལ་ཡང་བར་ཆད་བྱས་རེད་འདུག་ཨ་འོ་དེ་འདྲ་ཡོང་དུས་ང་བའི་སྣང་བ་མ་མ་འདྲེ་ཐག་གཅོད་ས་འདྲེ་ཐག་གཅོད་ས་ད་སྐད་ཆ་བར་བལ་ཅིག་བཅད་ཤོག་ད་ངག་གཅིག་བྱས་བར་རྒྱུ་མཚན་དེ་རེད་བ། དུ་བ། ཐུན་བསྐྱེད་པའི་སྐབས་སུ་ངག་བཅད་བྱེད་ཀྱི་དུ་བ། ད་ངག་བཅད་བྱེད་ལ་དེ་ཡང་ངག་བཅད་དེ་དོན་བསྟན་བྱེད་དགོས་བེར་མ་གཏོགས་བཤད་དགོས་པ་གི་སྐབས་སུ་ད་བཤད་ཡང་བཤད་མོ་གོ་སྐབས་སུ་ངག་བཅད་ཡིན་ཟིན་དེ་ཡང་ཡག་པོ་ཡོད་མ་རེད་ཡང་ཁ་བཤད་དེ་འདྲ་འདུག་བ། འོ་དེ་འདྲ་ཡོད་ཡང་སོ་སོ་ལ་ཁེ་ཕན་ཡོད་དུས་དེ་དུས་ངག་བཅད་རེད་མི་འདུག་རེད་འདུག་ག་ཡང་གཅིག་དོན་དག་སྒྲུབ་ཉན་མ་གྲོལ་ཡོང་དུས་ཙམ་པ་ལ་ཡང་རྙོག་དྲ་ཚ་བོ་ཡོད་དུས་ངག་བཅད་བྱེད་ཀྱི་དུ་བ། འོ་དེ་འདྲ་མ་ཡིན་པ་བཅད་རེད་བ། ཀོ་དེ་ཡིན་ངག་བཟླས་ཀྱི་ཆོས་གསུངས་ཟིན། པར་སྤྲུལ་རིན་པོ་ཆེ་གིས་བེད་ཀྱིས་ཟེར་བའི་སྐབས་སུ་དོན་དག་ཆེ་ཆུང་ག་རེ་ཡིན་མིན་དེ་དོན་དག་ཆེན་པོ་གང་ཡང་ཡོད་མ་རེད་ད་དོན་དག་ཆེ་ཤོས་དེ་ཆོས་སྒྲུབ་ཡ་དེ་རེད། སེམས་འདུལ་སྦྱོང་བྱེད་ཡ་དེ་རེད་དེ་དོན་དག་ཆེ་ཤོས་རེད་ད་ང་ཚོ་མི་སེར་གཅིག་གི་ནང་ངོ་ལ་ཡ་ཆོས་བྱེད་པ་གཅིག་གི་ངོ་ནས་ཆ་བཞག་ན་ཆོས་བྱེད་མཁན་གཅིག་གི་ངོ་ནས་ཆ་བཞག་ན་དོན་དག་གལ་ཆེ་ཤོས་དེ་ལུས།

རང་གི་སྐྱོན་ཟེར་དོན་གཞི་མི་གཉིས་ནོར་འཁྲུལ་ཅིག་བྱེད་དགོས་ཀྱི་ཡོད་མ་རེད། རེད་བ། ངས་བཟང་ངན་ནོར་འཁྲུལ་བྱེད་རྒྱུ་མ་བྱུང་ག་རེ་ལྟ་བུ་ཡིན་ན་སེམས་ཚང་འདྲ་བོ་ཞིག་ཡང་དེ་འདྲ་ཡོང་ཟེར་དེ་མ་རེད། རང་སྐྱོན་ཡོག་རེད་ག་རེ་ཡོད་བསམ་ན་སྡང་འཛིན་དེ་རང་སྐྱོན་རེད། སྡང་འཛིན་དེས་བསྐྱེད་པའི་ཆགས་སྡང་གི་བློ་དེ་རང་སྐྱོན་རེད། ཆགས་སྡང་དེས་བསྐྱེད་པའི་ལུས་ཀྱི་ལས་དེ་ཚོ་ཚང་མ་དེ་རང་སྐྱོན་ཆགས་དེ་ཡོག་རེད་དེ་འདྲ་ཡིན་དུས་ཇི་སྲིད་བདག་ཏུ་འཛིན་པའི་གི་བློ་དེ་དང་མཉམ་དུ་འདྲིས་ཀྱི་རིང་ལ་དེ་སྲིད་དུ་ང་རང་ཚོ་ལ་སྐྱོན་ཡོག་རེད། དེ་འདྲ་ཡིན་དུས་ཉི་མ་རེ་རེ་ལ་ཡང་ཅིག་སེམས་ལ་ཡང་ཆགས་སྡང་གི་བློ་ག་ཚོད་སྐྱེ་གི་འདུག་ཕྲག་དོག་ལ་སོགས་པའི་ཕྱིན་ཅི་ལོག་པའི་ལས་སུ་མ་རུང་བའི་བློ་ག་ཚོད་ཅིག་སྐྱེ་གི་འདུག་ཨོ་དེ་ལ་ཡང་ཞིབ་འཇུག་བྱས་དེ་ལ་བསམ་བློ་བཏང་ནས་ཨོ་དེ་གྲངས་ཀ་མ་དམའ་རུ་བཏང་ཡག་གྲངས་ཀ་དེ་མ་ཉུང་དུ་བཏང་ཡག་གི་ཤུགས་ཚད་དེ་མ་དམའ་རུ་བཏང་ཡག་གི་ཐབས་ཤེས་བྱེད་དགོས་རེད་ད་དེ་རེད་བ། ལུས་པའི་ཨེམ་བེ་རེད་ལ་གཅིག་པུ་འདོད་ངག་པའི་རྣ་བ་མ་མ་བེ་ཅིག་ཆོད་བེ་ཅིག་ཆོད་སོང་བ་རེད། འབད་ཅིང་ཆོས་བསོད་ཀ་རྩ་བ་ནས་བསྐྱེད། སེམས་དཔའི་རང་བཞོན་ཁོ་ནར་ཅེ་རེ་ལྟོས། སྦས་པའི་རྣལ་འབྱོར་ཟེར་ན་དེ་ལ་ཟེར་ཟེར་བ་རེད། ད་སྦས་པའི་རྣལ་འབྱོར་ཟེར་ན་དེ་ལ་ཞེས་ཟེར་གི་བ་རེད། སྦས་པའི་རྣལ་འབྱོར་ཟེར་ན་དེ་ལ་ཟེར། མ་གཏོགས་སྦས་པའི་རྣལ་འབྱོར་ཟེར་བའི་ག་སོ་དྲག་པོ་རྣམས་ལའང་གབ་བསྡད་པ་གཅིག་པུ་དེ་མ་རེད། རེད་མི་འདུག་བ། ལུས་སྦས་པ། ལུས་སྦས་ཡོང་དུས་ལུས་ཀྱི་འགྲོ་འདུག་དེ་ཉུང་དུ་བཏང་བ། རེད་འདུག་བ། འདི་རྒྱུད་ཆོས་རྣལ་མའི་ག་ས་ག་ལ་འགྲོ་བསྡད་པ་ཡིན་ན། དེ་འདི་ཚོའི་ཆོས་པ་རྣམས་ལ་ཡོང་གི་མ་རེད་བ། སམ་སམ་ལ་བ་བུ་དག་སླེབས་དེ་ང་འདྲ་བོ་སམ་སམ་པགས་གྲངས་སླེབས་དེ་ང་འདྲ་བོ་སམ་སམ་ནས་མ་ག་བ་ག་ན་ག་བ་འགྲོ་ན་ཤར་ལུགས་ནུབ་བྱང་ག་བ་འགྲོ་ན་ཁ་ཤས་མི་ཁ་ཤས་ཐུག་དེ་རུ་བ་དེ་བ་ལ་འོ་དེ་ག་རེ་ས་དེ་དེ་ཚུགས་མེད་མཁན་མིན་སི་ལ་བ་རེད་འོ་དེ་འདྲ་དེ་ཆོས་ཡང་རྣམ་དག་ཡོང་ཡང་ཡོག་མ་རེད་དེ་འདྲ་ཡིན་དུས་དེ་ཐུག་གོ་རེད། བོད་ལ་གཏམ་དཔེ་ཞིག་འདུག་ང་འགྲོ་དུས་རྐང་ལ་ཞུགས་ཟེར་འདྲས་རྐང་པ་ལ་ཞུགས་འོང་དུས་དེ་ཧ་ཆོས་ནི་མེད་མཁན་ཞོར་སི་ལ་བ་ར་རྒྱུགས་བསྡད་མ་སོང་ཉི་མ་ཉིན་གང། འོ་དེ་རེད་ན་དུས་བསྐྱེད་ལ་ཞུགས་ཟེར་དུས་ཉི་མ་ཉི་དགའ་ཤེས་དེ་ངས་དེ་རེད་ཞུས་ཡོད་ལ་ཟིག་འདུག་འོ་དེ་འདྲ་བ། འོ་དེ། འོ་དེ། ད་ང་བས་རྣ་བ་མ་མང་ཟེར་སྐད་ཅིག་དང་རྦད་ཅིག་ཆོས་ཟེར་ནས་སེམས་པས་ནི་རང་བྱུང་ཁོ་ན་ལ་བལྟ་འདུག་ད་དེ་གསུམ་དེ་ཡོད་ན་དེ་ཉི་མ་རེ་རེ་གི་ཉམས་ལེན་རེད་མ་གཏོགས་དུས་ཚོད་ཅིག་ལ་བསམ་བློ་བཏང་ནས་ཡར་འགྲོ་ཟེར་ནས་ཟླ་བ་གསུམ་འདས་ད་ལུས་པས་ངག་པས་ཡིད་པས་ཚར་སོང་ཟེར་མར་ལོག་ཡོང་ན་ཡང་དེ་འགྲིག་ཡོད་མ་རེད་བ། འོ་དེ་ཡིན་དུས་ཁོང་ནམ་ཞག་རྒྱུན་དུ་ཉིན་རེ་གི་འཚོ་བའི་ནང་ལོགས་ལ་ཡང་མི་ཚེ་གཅིག་གི་ཆོས་བྱེད་པ་ཅིག་གི་ཉམས་ལེན་བྱེད་སྟངས་དེ་དེ་རེད། ད་དེའི་ཕྱི་ན་ཕན་ཐོག་ག་རེ་ཡོད་རེད་ཟེར་ཤེས་པ་ཡིན་ན་དེ་ནི་ང་ཚོ་གཅིག་རབ་བྱུང་གི་སྡེ་ཡིན་ན་རེད། ད་ག་ན་ཞིག་གི་གཅིག་ཕྱི་ལ་མངགས་པའི་སྡེ་ཡིན་ན་རེད་འཇིག་རྟེན་ཕ་བ་ཕོ་མོ་སུ་ཡིན་པ་ཡིན་ན་ཡང་ཆོས་ལ་གོ་རྟོགས་ཅིག་སླེ་ཡ་ཡོད་རེད། ཨོ་ཕན་ཐོག་ཞིག་འདུག་བསམ་ས་འདྲ་བོ་ད་ད་ལྟ་བར་དུ་ང་ཚོ་ཆོས་རྣམ་དག་དེ་མ་ཡོང་བ་སྐྱབས་འགྲོ་ཞིག་བྱས་པ་ཡིན་ན་སྐྱབས་འགྲོ་རྣམ་དག་མ་ཡོང་བ། བྱང་ཆུབ་སེམས་ཀྱི་སྒོམ་པ་ཡིན་ན་སྒོམ་པའི་ཚུལ་སྟོན་པ་མ་གཏོགས་བྱང་ཆུབ་སེམས་རྣམ་དག་རྒྱུད་ལ་མི་བྱེད་པ། རེད་བ། མི་རྟག་པ་ཅིག་གི་རྒྱུད་ལ་སྒོམ་པའི་ཁུལ་བྱེད་པ་མ་གཏོགས་མི་རྟག་པ་རྣམ་དག་ཅིག་རྒྱུད་ལ་སྐྱེ་མ་ཐུབ་པ་དེ་ག་རེ་རེད་ང་ལ་ཡང་ཁ་ཐབས་མེད་པ་རེད་དང་ཤེས་རབ་ཀྱིས་མ་འདང་རེད་དང་བརྩོན་འགྲུས་ཀྱིས་མ་འདང་པ་རེད་ག་རེ་རེད་ཞེས་བརྟག་དཔྱད་བཏང་ཡོང་དུས་མ་རེད་ཤེས་རབ་ཀྱིས་མ་འདང་པ་མ་རེད་བརྩོན་འགྲུས་ཀྱིས་མ་འདང་པ་མ་རེད། འོ་ན་ག་རེ་བསམ་ན་ཆོས་སྒྲུབ་སྟངས་མ་ཞིག་རེད། ཨོ་ཆོས་སྒྲུབ་སྟངས་མ་ཤེས་རེད་ད་ཆོས་སྒྲུབ་སྟངས་འདི་དེ་འདྲས་ཅིག་གི་ཐོག་ནས་ལུས། ག་ས་ག་ལ་ཡང་འགྲོ་མ་བསྡད་པ་བྱས། ཙོག་ཙོག་སུ་སུ་བསྡད་ས་དེ་ལ་ཡར་བོ་བོ་ཞིག་ནས་བསྡད་ཐུབ་པ་བྱས། རབ་བྱུང་ན་རྒྱུ་ཟོལ་མི་ལ་རས་པ་ལྟ་བུ་སྤང་ལ་བལ་བུར་བཙུགས་པ་ལྟ་བུ་བཞུགས་པ་རེད་བ། བསྟན་པ་མཐར་མ་ཕྱིན་གི་བར་དུ་ང་གྲོང་ཡུལ་ལ་བབས་གི་མེད། གལ་སྲིད་གྲོང་ཡུལ་ལ་བབས་པ་ཡིན་ན་ཆོས་ཆུང་སོང་བས་ཆད་པ་ཆོད་ཅིག་སོང་ནས་དེ་འདྲས་ཀྱི་མནའ་ཚིག་དང་གཡར་དམ་སྙན་པོ་ཅིག་བཞེས་བྱས་ནས་ང་དེར་བཞུགས་པ་རེད་བ། ད་དེའི་རྗེས་སུ་མི་ལ་དེ་འདྲ་ཞིག་ཞུ་དགོས་ཡ་དེ་ཐུགས་དམ་ཉམས་ཐོག་དེ་མ་འཁྲུངས་ཀྱི་བར་དུ་ལྟེ་གནས་གཅིག་གི་གྲོང་ནང་ལ་ཕེབས་ཐོས་སོས་གནང་བ་ཡིན་ན་ལྟེ་གནས་བར་ཆད་མང་པོ་ཡོང་གི་འདུག་དགོངས་ནས་ལྟེ་གནས་གནས་གཡའ་རི། རྫ་རི། གངས་རི་རྣམས་སུ་ལ་ཡ་དུ་ཞིག་ཞུགས་ནས་ད་ཐང་དང་མི་ལ་རས་པའི་གི་གནས་ཆེན། འོ། དེ་ནས་ཕྱི་ཡི་རྫོང་དྲུག་ནང་གི་རྫོང་དྲུག་ཡང་རྫོང་གཉིས་དང་ཉི་ཤུ་བཅས། ངོ། དེ་ནས་ཡོངས་སུ་གྲགས་པའི་ཕུག་ཆེན་བཞི། མ་གྲགས་པའི་ཕུག་ཆེན་བཞི་ལ་སོགས་པ་མདོར་ན་མི་ལ་རས་པའི་ཕུག་ཆེན་མང་པོ་ཅིག་ཡོད་བསྡད་པ་དེ་ཚོའི་རེད་དེ། ང་ཚོའི་འདུག་སའི་མི་ལ་འདི་མི་ལ་རས་པའི་བྲག་ཕུག་རེད། འདི་མི་ལ་རས་པ་སྔོན་མ་བཞུགས་ས་གི་བྲག་ཕུག་རེད། འདི་གཉའ་ནམ་བྲོས་པ་ཕུག་རེད། འདི་ག་ཞིག་ག་ཞིག་རེད་ཟེར་མང་པོ་ཅིག་ཤེས་བསྡད་ཡ་དེ་ཚོའི་རེད་དེ་ག་རེ་མཐོང་གོ་ཡོད་རེད་ཟེར་ན། དེ་ཨོ། ད་ལུས་པས། ངག་པས། ཡིད་པས་ཡག་གི་གནས་རེད་འདུག་བསམ་པ་ཅིག་དེ་ང་རང་ཚོ་ལ་གདམས་ངག་ཚོ་ཆེར་ཤེས་པ་ཅིག་དགོས་ཀྱི་ཡོད་རེད། ཅི་ཙམ་མ་ཤེས་དུས་རྒྱུན་ང་ཚོ་གནས་དང་འགྲོ་ཡོད་པ་དེ་རེད་བ། དེ་མ་གཏོགས་དེ་ག་ཚ་ནས་ལ་ཐོས་པ་ཞིག་འདུག་ཡིན་ན་འདི་འདྲའི་འཇུག་ཆོས་མ་གང་ན་ཕེབས་ཀྱི་ཡོད་མ་རེད། ཐུགས་རྗེ་ཆེ་ནམ་འཇུག་གོ་རེད་འཇུག་ཡ་ལ་རང་གི་འཇུག་ཡུལ་ལེགས་སུ་རུང་བ་ཅིག་སོ་སོས་བཟོ་དགོས་ཀྱི་ཡོད་རེད་སོ་སོས་ཐུགས་རྗེ་ཆེ་ནམ་འཇུག་ས་གི་ཡུལ་དེ་ལེགས་སུ་རུང་བ་ཅིག་བཟོས་བཞག་ན་ཡིན་ནས་མ་ཐུགས་རྗེ་བསྐྱངས་ཐག་དེ་གནང་བའི་སྐབས་དང་མ་གནང་པའི་སྐབས་གཉིས་ཡོད་མ་རེད་དུས་ད་རྣམ་པ་ཀུན་ཏུ་སྣང་རྣམ་པ་རེད།

ཡུལ་དེ་ཞིམ་རས་ཞིམ་ཟས་ཚང་མ་ཚུད་ཉོས་བྱས་ད་དེ་ནས་ཅིག་ཨིན་ཇིའི་སྐད་དུ་མ་སོང་ན་པར་ཏྲི་ར་ཞིག་ཆུང་ཆུང་ཞིག་བཏང་རེད་འདུག་བ་དེ་ནས་ཡོད་མཁན་གྱི་ཆང་གོང་ཆེན་པོ་དེ་ཚོ་ཅིག་ཉོས། མེད་མི་མེད་མཁན་གྱི་ཨ་ནས་ཅིག་རྒྱུས་སུ་ཐབས་ཆག་དེ་འདྲ་ཅིག་ཉོས་བྱས་ད་གང་ད་རུག་རུག་ར་ཞིག་བྱས་ནས་ད་དེའི་སྐབས་ད་ལ་ཡར་ཚོང་འཁོར་བསྐོར་བའི་སྐབས་སུ་ཡང་ཇུས་ཏོག་སྐད་ཆ་གཉིས་ཐེངས་བཤད་རེད་བ་ཡ་གི་ལྷག་རེད་མ་གི་འདྲེ་རེད་ཟེར་ཚང་མ་ཕ་ཆེན་ང་རང་གི་ཁུངས་ཆོད་བསྡད་པས་སོ་ར་ཅིག་བཤད་འོ་ཐུགས་ཟེར་བྱས་ད་དེ་འདྲ་གི་ཚོང་འཁོར་དེ་འོ་དེ་འདྲའི་ཚོང་འཁོར་བསྐོར་དགོས་ཡ་མི་འདུག་བ། རེད་འདུག་བ། ཚོང་འཁོར་བསྐོར་དགོས་ཀྱི་ཡོད་མ་རེད། ཚོང་འཁོར་བསྐོར་ཡག་སེ་ཡག་དེ་སྤྱི་བཏང་གི། དཔའ་བོ་དཔའ་མོ་ཐམས་ཅད་ཀྱིས་གཅིག་ཏུ་འདུས་ནས། ཡེ་ཤེས་ཀྱི་མཁའ་འགྲོ་མ་དང་ལས་ཀྱི་མཁའ་འགྲོ་དང་ད་ག་ནང་བཞིན་གྱི་གཅིག་གི་སྣ་ཚོགས་མཁའ་འགྲོ་ལ་སོགས་པ་དེ་འདྲ་གི་གཅིག་ཕོ་ཉ་རྣམ་པ་གསུམ། ཨོ། སྔགས་ཀྱི། ཞིང་ཀྱི། ཨོ། ལྷན་ཅིག། ང་ཚོ་རྡོ་རྗེ་རྣམ་གསུམ་ཕོ་ཉའི་གནས་གསེང་ཞིག་གཟིགས་ཡོད་པ། དེ། བླ་མ་རྒྱལ་པོའི་ནང་ལ། ད་རྣམ་གསུམ་ཕོ་ཉའི་གསེང་གི་དེ་དེར་བ། སྔགས་སྔགས་ལས་སྐྱེས་པ། ལྷན་ཅིག་སྐྱེས་པ། ཞིང་ལས་སྐྱེས་པ་སྔགས་སྐྱེས་ལྷན་ཅིག་ཞིང་སྐྱེས་ཀྱི་ཕོ་ཉ་རྣམ་གསུམ་དེ་དག་འདུལ་ཡོང་གི་ཡོད་ཟེར་བས་དེ་འདུལ་ཡ་ལ་ནང་ལ་ཡ་བསྐྱེད་རྫོགས་ཀྱི་ཉམས་ལེན་གྱི་བསྟན་པ་ཡག་པོ་ཞིག་ཐོབ་ན་འདུལ་གི་ཡོད་རེད་མ་གཏོགས་དེ་མེད་ན་འདུལ་གི་མི་འདུག་དེ་ཡིན་དུས་སང་ཉིན་གཅིག་དུས་ཆེན་རེད་གནངས་ཉིན་གཉིས་དུས་ཆེན་རེད་གསུམ་གསུམ་གསུམ་དུས་ཆེན་རེད་ཟེར་དེ་མི་གོ་བ་བྱེད་རེད་འདུག་བ་སོ་སོའི་ཉམས་ལེན་ཡག་པོ་བྱེད་ཐུབ་ན་ཉི་མ་རྟག་པར་དུས་ཆེན་ཆགས་ཀྱི་ཡོད་རེད་རེད་འདུག་བ་འོ་དེ་འདྲ་ལ་བསམ་བློ་བཏང་ཡོད་ད་ལུས་སྦས་པ། ངག་སྦས་པ་ཡིད་སྦས་པ་གསུམ་དེ་གཞི་རྩ་ལ་བཞག་ནས་དེ་ནས་ཉམས་ལེན་བྱས་པ་ཡིན་ན་ད་ཕན་ཐོག་ཡོད་རེད་གསུང་བ་རེད། འོ་དེ། ད་ནངས་བཞུགས་བའི་རྩ་བ་ག་རེ་ཟ་ན། ང་ཚོ། ཡང་དེ་གཅིག་མཁྱེན་དགོས་དགོས་འདུག་ལས་དང་པོ་བ་ཐམས་ཅད་ཀྱིས་དེ་ནང་ནས་ང་རང་ཚོ་འཇིག་རྟེན་པ་དག་ཅིག་གིས་ཆོས་བྱེད་འདོད་ཡོད་པ། ཆོས་བྱེད་པ་ལ་སྤྲོ་བ་ཡོད་པ་མོས་པ་ཡོད་པ་བཅས། ཡིན་ནའང་ཆོས་ལ་དངོས་སུ་ལག་ལེན་བཀལ་ཡོང་དུས་བརྩམས་པ་ལ་ཡང་ཅིག་མཐོ་དམན་མང་པོ་ཅིག་སྒང་གཤོང་མང་པོ་ཅིག་སླེབས་ཡོང་དུས་རང་གིས་རང་མགོ་རྙོག་ཚ་བོ་བཟོ་དེ་ངས་ཅིག་ཡོང་དགོས་ཀྱི་འདུག་བ། འོ་དེ་འདྲ་མི་ཡོང་བའི་ཆེད་དུ་ད་ངས་ཅིག་དེ་འདྲ་ཞིག་གནང་ན་ཡག་པོ་འདུག་ད་བཞུགས་བ་ན་རྩ་བ་དེ་རེད།